རྣམ་པ་ཚོ་ལ་ལྷ་སྐལ་བཟང་ཞོགས་པ་བདེ་ལེགས། ལགས་སོ། ད་ག་ཚིག་ངའི་སློབ་ཚན་ངོ་སྤྲོད་བྱས་དེ་ག་རེ་ངོ་སྤྲོད་བྱས་ལ་ན་བསྡུས་གྲངས་ངོ་སྤྲོད་བྱས་ར། ད་བསྡུས་གྲངས་ཀྱི་ནང་ལོགས་ལ་ཨིན་ཇིའི་ཐོག་ནས་ད་བསྡུས་གྲངས་དེ་ལ་ཨིན་ཇིའི་ཐོག་ནས Rounding of Numbers ལ་འོ། རྟགས་ཀྱི་ཁ་ཚིག་གཉིས་ངོ་སྤྲོད་བྱས་པ་ནང་བཞིན་ད་ང་ཚོ་དྲང་གནས་ས་ཆ་གཅིག་གཟིམ་ནས་ད་ང་ཚོ་འཛམ་གླིང་ནང་གྲངས་ཀ་ཨང་ཀི་ག་འདྲེ་མོ་ག་འདྲེ་ཡིན་ན་གྲངས་ཀ་འདི་བཅུ་ལས་བསྒྲུབ་བཞག་རྒྱུ་རེད་ག་རེ་ལབ་ན་ལེགས་གོ་གཅིག་གཉིས་གསུམ་བཞི་ལྔ་དྲུག་བདུན་བརྒྱད་དགུ་འདི་གའི་ཡར་མར་དཀྲུགས་ནས་གྲངས་ཀ་གཞན་ཚང་མ་བསྒྲུབ་བཞག་རྒྱུ་བརྩམས་པ་ད་ཁོང་ཚོ།

ཁ་བཏུད་བྱས་ནས་ལབ་པ་ཡིན་ན་དེ་དུ་བ། བཞི་དང་བཞི་ལས་ལྔ་ཡི་ལས་ཉུང་བ་ཡིན་ན། ལྔ་ལས་ཉུང་བ་ཡིན་ན་མ་བཅའ་བྱ་ཞོ་ལ། ད་གེ་སྲིད་བཞི་ལས་མང་བ་ཡིན་ན་ཡག་པར་ལ་རོ།

ད་སུམ་ཅུ་བྱས། ཨ་འདི་ཐ་ལ་ག་རེད་ལ་ནས་དེ་བཟི་ཡ། འདིའི་རྗེས་ལ་ཀླད་ཀོར་ག་ཚོད་འདུག་ང་ཚོས་གྲངས་ཀ་ཞིག་རྒྱག་ཡིན་ནའ་རེ་བ། ཁྱེད་ལ་རྣམ་པ་ཚོས་བཟི་ཡ། གཅིག། གཉིས། གསུམ། བཞི། ལྔ། དྲུག།

བདུན་ཅུ་དོན་གསུམ་ནས་བདུན་ཅུ་ཆ་ལ་དུ་མ་ཉུང་རུ་འགྲོ་དོ། གཅིག་པ་གཅིག་ཀྱང་རྟ་འདི་ག་རེད་དོ་དྲུག་ཅུ་རེ་གཉིས་རེད་དོ། དྲུག་ཅུ་རེ་གཉིས་ཀྱི་གྲངས་ནི་ཉེ་ཤོས་དེ་ག་རེ་རེད་དོ། དྲུག་ཅུ། གཙང་མ་ཆགས་སོ། རྟ་འདི་གཅིག་པོ་གཅིག་ཀྱང་བརྒྱད་ཅུ་ག་རེ། བརྒྱད་གཅིག། རྟ་ཁོ་རང་འདིའི་གྲངས་ཀ་དེ་གར་ཆ་དྲུག་རེ་ཉེ་ཤོས་འདི་བརྒྱད་ཅུ། ནའོ་ཡ་རྟ་འདི་ཅི་ལ་ཐ་མ་འདི་དེ་དོ་ཨ་འདི་དེ་དོན་དོ་གཅིག་དོ་ཨ་དགོངས་དོ།

ད་ང་ཚོ་ཡར་སྤར་གྱི་ན་དྲུག་ཅུ་རེ་ལྔ་ནི་ཡར་སྤར་ནི་གྲངས་ནི་བཅུ་གནས་ཉི་ཤུ་དེ་གར་ཕྱེད་རེ། བདུན་ཅུ་རེ་བ། ད་དེའི་རྗེས་ལ་ཐ་མ་དེ་གར་དོ་བདུན་རེ་དོ། ཉི་ཤུ་རྩ་བདུན་གྱི་གྲངས་ནི་ཉེ་བ་དེ་གར་རེ། སུམ་ཅུ། ཨ་དེའི་རྗེས་ལ་དེའི་གྲངས་ནི་དེ་གར་ཕྱེད་རེ་ལ་ནི་བརྒྱད་རེ་དོ་བརྒྱད་ལ་དེ་གསུམ་སོ་བརྒྱད་ཉི་ཤུ་དེ།

ཀྱི། དགུ། གྲངས་ཀ་འདིའི་རིགས་སུ་གྱུར་པ་ལྔ་དེ་སླད་བཟོས་ན་མ་འོངས་པ་ལ་ང་ཚོས་ག་རེ་བྱེད་འོག་རེད་ལ་ན། གྲངས་ཀ་འདི་ལ་ང་ཚོས། གང་བྱེད་མ་འོངས་པ་ལ་ད་རྣམ་པ་ཚོས་ག་རེ་ངེས་པ་གོ་རེད་ལ་ན། ལྔ། དྲུག་བདུན་བརྒྱད་དགུ་ཡིན་ན་ང་རང་ཚོས་ག་རེ་བྱེད་འོག་རེད་ལ་ན་ཡར་སྤར་དགོས་རེད།

ད་ང་རང་ཚོ་འདིའི་གྲངས་ཀ་འདི་གཅིག་ནས་འདི་སྟབས་བདེ་བོ་བཟོས་ཡ་རེད་ལ། གཉིས་ནས་ག་རེ་ལ་ན། གྲངས་ཀའི་ངོ་བོ་འདི། ག་ལ་བ་རེད། རང་ཅག་འགྲོ་བ་ནའི་ཆེད་དུ་ཨ་ན་དེ་གའི་ཚང་མ་བཏོན་རེད་ལ། འདི་བྱས་ནས་ད་རིང་གི་སློབ་ཚན་ངོ་སྤྲོད་བྱས་ཡ་འདི་སྒྲུབས་སོ། ཐུགས་རྗེ་ཆེ།